སྤྱིར་བཏང་ང་རང་ཚོ་བོད་པའི་རིག་གཞུང་ནང་ལ་ཨ་ནེ་བྱིས་པ་སྐྱེས་ནས་ལོ་བཅུ་གསུམ་སླེབས་པའི་སྐབས་སུ་ཨ་ནེ་བཅུ་གསུམ་བྱིས་པའི་བཀའ་བྱས་རྗེས་ཨ་ནེ་བར་ཆད་མང་པོ་ཡོང་གི་ཡོད་པའི་བཟོ་བཀྲོལ་པོ་ཆེ་ཤེས་བྱའི་ཞབས་བརྟན་ལ་སོགས་པ་མང་པོ་སྒྲུབ་ཀྱི་ཡོད་རེད་བ། དེ་གི་ངོས་གཞན་པ་ཅིག་ག་རེ་ཞུས་པ་ཡིན་ན། ཨ་ནི་ལོ་འཁོར་རེ་རེ་འཁོར་ཚར་བའི་རྗེས་སུ་དེ་མ་ཐག་གི་ལོ་རྗེས་མ་དེ་ད་ལོ་བཅུ་གསུམ་དང། ལོ་ཉི་ཤུ་རྩེ་ལྔ་དང་ལོ་སུམ་ཅུ་སོ་བདུན་འདི་གི་དེ་འགྱུར་བ་ཆེན་པོ་ཅིག་ཨ་ནེ་མིའི་མི་ཚེའི་ནང་ལ་ཡོང་གི་ཡོད་པའི་གི་དེ་འདྲའི་ངོས་འཛིན་བྱེད་ཀི་གནང་གི་ཡོད་རེད། དེའི་ཆ་ནས་བསམ་བཏང་པ་ཡིན་ན། ད་རེས་པན་ཆེན་རིན་པོ་ཆེ་ཨ་ནེ་ད་ལོ་ཡང་ན་བོད་ལོ་བྱས་པའི་ནི་དུས་སང་ཡང། དགུང་ལོ་སུམ་ཅུ་སོ་བདུན་ལ་ཕེབས་ཀི་ཡོད་པ་སོང་ཙང་ཨ་ནི་བཟང་མཆོག་གི་འགྱུར་བ་ཆེན་པོ་གཅིག་ཡོང་ཡས་ཀྱི་རེ་བ་དང་སྨོན་ལམ་གཅིག་ང་ཚོས་བརྒྱབ་པ་ཡིན་ན། ཨ་ནི་རིག་གཞུང་གི་ཐོག་ནས་འདི་འདྲའི་བསམ་ཚུལ་ཅིག་སྔ་མོ་ནས་ཡོད་ཡོད་པ་རེད་ཞུ་ཡིན། ཕྱི་ཐང་ནས་ད་རི་སངས་རྒྱས་འཛམ་བུ་གླིང་ལ་ལ་ཧང་སངས་ཡས་ཀྱི་འགྱུར་བ་མང་པོ་ཅིག་ཐེབས་ཀྱི་འདུག་ཨ།

ད་ལོའི་གུང་སྐེག་གི་ལོ་ཡིན་ན་ཡང་དེ་སྔོན་གཞན་པ་གཅིག་རླབས་ཆེན་གྱི་བརྒྱུད་པ་བཟང་ཕྱོགས་ཀྱི་འབྱུང་ཡས་ལ་ང་འཛམ་བུས་ཀྱི་རེ་བ་བྱེད་དགོས་ཀྱི་རེད་དྲན་གྱི་འདུག་དེ་ལ་ལོ་རྒྱུས་ཀྱི་རྒྱབ་ལྗོངས་མེད་པ་དེ་འདྲས་ཡིན་ས་མ་རེད་སྤྱིར་བཏང་མིའི་གཤིས་ཀ་གི་ཐོག་ནས་སྔ་མོ་ཆོས་རྒྱལ་གྱི་སྐབས་ལ་ཡིན་ན་ཡང། གལ་སྲིད་རྒྱལ་སྲས་དེ་དགུང་ལོ་བཅུ་གསུམ་ལ་ཕེབས་སོང་ན་དེའི་སྐབས་སུ་ཁྲི་འདོན་བྱེད་ཡས་ཀྱི་ལོ་ཚིགས་དེ་བཅུ་གསུམ་ལ་བདམས་པ་རེད་དོ། ད་བཅུ་གསུམ་ཞེས་དེ་རིག་པ་འདས་དྲངས་པ་ཡིན་ན་ག་མདོ་ལོ་འཁོར་རེ་རེ་འཁོར་བའི་དེའི་དེ་མ་ཐག་གི་ལོ་དེ་ལ་ཨ་ནི་བཅུ་གསུམ་ཨ་ཉི་ཟེར་ལྔ་སུམ་ཅུ་སོ་བདུན་ལ་སོགས་པ་ཚང་མ་ལ་རིགས་འགྲེ་བཏང་པ་ཡིན་ན་ཆོག་ཡས་ཇི་རེ་བྱ་ཞུས།

ཡིག་རུ་ཁྲི་བདུན་རྒྱ་ནག་གཞུང་ལ་ཕུལ་བའི་རྐྱེན་གྱིས་ཐ་མ་འདྲ་པོ་འདི། བསམ་ཡུལ་ལས་འདས་པའི་དཔོན་ཆེན་རིན་པོ་ཆེའི་སྐུ་ངལ་འཕྲད་པ་དང་ཆགས་ཡོད་པ་རེད། དེ་གི་ཚང་མ་ལོག་བོད་རྒྱ་ཆེའི་མི་མང་དང་བོད་པའི་སྐད་དང་རིག་གཞུང་ཁོ་ན་དང་བྲལ་བའི་གི་གནས་ཚུལ་འདིའི་ཐོག་ལ་སྐུ་ངལ་འཕྲད་ཡོད་རེད་མ་གཏོགས་དེ་མིན་རྙོག་གླེང་འདི་འདྲ་རྩ་བ་ཉིད་ནས་ཡོད་མ་རེད། དེ་ཡིན་པ་སོང་ཙང་ཨ་ནི་པན་ཆེན་རིན་པོ་ཆེ་གི་བཀའ་སློབ་བསམ་ཡུལ་རེ་བདེ་བ་མང་པོ་ཡོད་པའི་ནང་ནས་ང་རང་དང་མི་དཀྱུས་མ་ཡང་ན་མང་ཚོགས་ཀྱི་ལག་ལེན་བསྟར་ཐུབ་ཡས་ཀྱི་ཨ་ནི་གདམས་ངག་ཧ་ཅང་གོ་བདེ་བོ་འདི་ག་རེ་ལབ་ཡིན་ན་ཚང་མའི་མཁྱེན་གསལ་རེད་སྐད་ཡིག་དེ་འདྲེས་པའི་གནས་ཚུལ་ཐོག་ལ་ཞུས་པ་ཡིན་ན

དེ་སྐད་ཅེས་བཤད་པའི་སྐབས་སུ་ད་ལྟའི་ཆ་ལ་ཨ་ནི་བཙན་བྱོལ་ནང་གི་བོད་པའི་སྐད་ཡིག་གི་གནས་ཚུལ་ཐོག་ལ་ང་ཚོ་བསམ་བཏང་ཡ་འདི་ཧ་ཅང་གི་གལ་ཆེན་པོ་ཞིག་ཆགས་བསྡད་ཀྱི་ཡོད་རེད་བ། ང་རང་སྒེར་གྱི་ངོས་ནས་ད་ལྟའི་ཆ་ལ་བོད་ཀྱི་སྐད་ཡིག་གི་གནས་སྟངས་འདི་ལ་ཨ་ནི་རོབ་ཅིག་བལྟ་བའི་སྐབས་སུ་ཏན་ཏན་ཁོང་ཚོ་སྐྱབས་མགོན་ཆེན་པོ་དང་བོད་མིའི་སྒྲིག་འཛུགས་དང་དག་ན་བཞིན་རྒན་རབས་པ་ཚོའི་ཐུགས་རྗེ་བཀའ་དྲིན་རྒྱ་གར་གཞུང་རེད། ད་ནང་བཞིན་འཛམ་གླིང་ཚང་མས ྋསྐྱབས་མགོན་རིན་པོ་ཆེ་གུས་བརྩི་བྱེད་སྟངས་ལ་ག་ནས་བསམ་བཏང་པ་ཡིན་ན་ཡང། ང་ཚོའི་སྐད་ཡིག་གི་གནས་ཚད་དེ་ད་ལྟ་བཙན་བྱོལ་ནང་ལ་ཨ་ནི་ཡག་ཐག་ཆོད་ཅིག་འདུག་ཞེས་ཞུ་འདོད་བྱུང་སོང། ང་རང་ཚོས་ངེས་པར་དུ་སོ་སོའི་གནས་སྟངས་དེ་ཡག་པོ་ཡོད་པའི་སྐབས་སུ་དེ་ལ་ཡང་ངོས་འཛིན་སྤྲད་ཨ་འདི་ལ་ཡང་རྒྱབ་སྐྱོར་བྱས་ག་དུས་ཡིན་ནས་ཨ་ནི་སྡུག་སྐད་ཅིག་བརྒྱབ་བསྡད་པ་ཡིན་ན་ཕན་ཐོག་མེད་པའི་གི་སྐད་ཆ་བྱིན་པ་འདི་ང་ཚང་མས་མཁྱེན་དགོས་པ་རེད་དྲན་གི་འདུག་ད་ལྟ་ངས་ཞུས་པའི་སྐབས་སུ་ག་རེ་ཞུ་ཡ་ཐབས་ཤེས་བྱེད་དགོས་རེད་ལབ་པ་ཡིན་ན་དུས་རབས་ཉི་ཤུའི་ནང་གི་སྲན་ཆུང་ནང་གི་བོད་ཀྱི་སྐད་ཡིག་གི་གནས་སྟངས་དང། དུས་རབས་ཉི་ཤུ་རྩ་གཅིག་ནང་གི་སྲན་ཆུང་ནང་གི་བོད་ཀྱི་སྐད་ཡིག་གི་གནས་སྟངས་སམ་བཏང་པ་ཡིན་ན། ང་རང་སྒེར་ནས་ལྟ་སྟངས་བྱས་པ་ཡིན་ན་ཏན་ཏན་ཡར་རྒྱས་ཕྱིན་འདུག་དྲན་གྱི་འདུག་སྤྱིར་བཏང་མི་ཐོག་འགྱུར་རེ་བ་རེད་དེ། ཡིན་ན་ཡང་སྐད་ཡིག་གི་གནས་སྟངས་འདི་ད་ལྟའི་ཆ་ལ་ང་ཚོས་མི་ཉམས་གོང་འཕེལ་བྱེད་ཐུབ་ཡོད་རེད། དཔེར་ན་ཆ་བཞག་པ་ཡིན་ན། ཨ་ནི་དུས་རབས་ཉི་ཤུའི་ནང་ལ་ང་རང་ཚོ་ལ་ཨ་ནི་བོད་ཀྱི་སྐད་ཡིག་གི་ཐོག་ནས་ཨ་ནི་ཤ་སི་རི་གཅིག་པུ་གི་གོ་སྐབས་ཡོད་རེད་མ་གཏོགས་དེ་མིན་གོ་སྐབས་ཡོད་མ་རེད། དུས་རབས་ཉེར་གཅིག་ནང་ལ་བོད་པ་རང་གི་མཐོ་སློབ་ཡང་གསར་པ་བཙུགས་ཡོད་རེད། ད་ག་ནང་བཞིན་ཨ་ནི་སློབ་དཔོན་ཨེམ་ཨེ་དང། ཨ་ནི PHD འབུམ་རམས་པས་བོད་པའི་སྐད་ཡིག་རང་གི་ནང་ལ་བྲིས་རྗེས་དེ་འབྲེལ་གྱི་མཐུན་རྐྱེན་ང་ཚོ་ལ་རག་ཡོད་རེད་བ། དེ་གི་ཚང་མ་ལོ་དུས་རབས་ཉི་ཤུའི་ནང་ལ་མེད་པ་བཅས་དུས་རབས་ཉིས་བརྩེགས་སྤྱིའི་ནང་ལ་གསར་པ་བྱུང་བ་བཅས་ཆགས་བསྡད་ཀྱི་ཡོད་རེད། བོད་ལ་བསམ་བཏང་བ་ཡིན་ན་འདི་ལྡོག་ཕྱོགས་ཏག་ཏག་ཆགས་བསྡད་ཀྱི་འདུག་བ། དུས་རབས་ཉི་ཤུའི་ནང་ལ་ཨ་ནི་བན་ཆོས་རིམ་གྱི་སྐུ་དྲུང་བསྟེན་ནས་ཞི་བུ་ཆེ་ཡར་རྒྱས་ཕྱིན་ཡོད་རེད། མཐོ་རིམ་སློབ་གྲྭ་ཚོ་ལ་ཡང་འབུམ་རམས་པས་བོད་ཀྱི་སྐད་ཡིག་ནང་བྲིས་ཡས་གོ་སྐབས་ཡོད་རེད། ད་ལྟ་ཆར་ལ་ཨ་ནི་དམའ་རིམ་ལ་བསམ་བཏང་པ་ཡིན་ནས་བསམ་ཡུལ་འདི་བས་དཀའ་ངལ་རེད། མཐོ་རིམ་ཙམ་བཏང་པ་ཡིན་ནས་འབུམ་རམས་པའི་དཔྱད་རྩོམ་འདི་རྒྱ་མིའི་སྐད་ལ་མ་གཏོགས་བོད་སྐད་ཐོག་ལ་བྲི་ཡས་ཀྱི་གོ་སྐབས་མེད་པ་བཟོས་ཚར་བ་རེད་གསུང་གི་འདུག་བ། དེ་འདྲ་ཡིན་པ་སོང་ཙང་མཚུངས་བསྡུར་བྱེད་ཡས་སྐད་ཆ་མ་རེད་དེ་ཡིན་ནས་གནས་ཚུལ་ཤེས་ཡས་དེ་ཕལ་གལ་ཆེན་པོ་རེད་བ། ལྷག་པར་དུ་བཙན་བྱོལ་ནང་ལ་བསམ་བཏང་པ་ཡིན་ན་ད་བོད་ཀྱི་དགོན་སྡེ་གྲྭ་ཚང་དུ་བཀའ་དྲིན་ལ་བརྟེན་ནས་ཆོས་ཕྱོགས་ཐོག་ལ་ངོ་མཚར་སྐྱེ་ཡས་ཀྱི་ཡག་པོ་ཅིག་ཡོད་ཡོད་པ་རེད། ད་ཡིན་ན་མང་ཚོགས་ཀྱི་སྐྱིད་ལ་སྐད་ཡིག་གི་གནས་སྟངས་དེ་ག་འདྲས་འདུག་དེ་ཡང་ནམ་སང་ཚིག་ཐག་མ་བཅད་པར་བྱས་ཨ་ནི་རྟོག་ཞིབ་ནན་པོ་ཅིག་བྱས་རྗེས་ག་བ་ལ་བར་ཆད་ཡོད་པ་ཡིན་ནས་དེ་གི་དེ་ཁ་བསྐང་བྱས་མང་ཚོགས་ཁྱོད་ཁོ་རང་ནས་བོད་ཀྱི་སྐད་ཡིག་ཡར་རྒྱས་བཏང་ཡ་དེ་ཧ་ཅང་གི་གལ་ཆེན་པོ་རེད་བསམ་གི་འདུག་ད་དུས་ཚོད་ཞེ་དྲག་མེད་པ་སོང་ཙང་ངས་དེ་མཚམས་བཞག་གི་ཡིན་ཨ་ནི་སྐྱབས་མགོན་རིན་པོ་ཆེ་སྐུ་ཚེ་ཧྲིལ་བོར་བརྟན་པ་དང། པཎ་ཆེན་རིན་པོ་ཆེ་ཨ་ནི་མགྱོགས་ནས་མྱུར་དུ་ཨ་ནི་ཚང་མས་ཀྱི་མཇལ་ཁ་ཐོབ་ཡས་ཀྱི་སྨོན་ལམ་དང་ཨ་ནི་དེ་རིང་གི་དུས་ཚོད་འདི་གི་ཐོག་ལ་དམིགས་བསལ་གྱི་བཀྲ་ཤིས་བདེ་ལེགས་དང་རྒྱ་ཆེ་མང་ཚོགས་ལ་ཐུགས་རྗེ་ཆེ་ཞུ་ཡས་ཡིན།